ཨོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲས་ལག་ལེན་སོ་བདུན་མའི་སློབ་ཚན་གྱི་སློབ་ཐུན་བཞི་བཅུ་ཞེ་གཉིས་པ་རྩ་བའི་ཤོ་ལོ་ཀ་བཞི་བཅུ་ཞེ་གཉིས་པ་ཁེངས་པ་བསྐྱུངས་ཤིང་ནོངས་པ་ལ་བཟོད་པར་གསོལ་བ་ཟེར་བ་ཁེངས་སྐྱུངས་དང་བཟོད་གསོལ་ཟེར་བ་ནི་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་སུ་བྱས་པ་ཡིན། ཨ་ནི་འདི་རྩ་ཚིག་ཡིན་ན། ཨ་ནི་འོན་ཀྱང་རྒྱལ་སྲིད་སྐྱོབ་པར་རླབས་ཆེན་རྣམས། བློ་མོས་བདག་འདྲའི་སྟངས་པར་དཀའ་བའི་ཕྱིར། འགལ་དང་མ་འབྲེལ་བླ་སོགས་ཉེས་པའི་ཚོགས། གཏམ་པ་རྣམས་ཀྱིས་བཟོ་བར་མཛད་དུ་གསོལ། འོ་དེ་གསུངས་པ་རེད། ཨ་ནི་ད་དེའི་དོན་དག་མདོར་བསྡུ་ན། སྒང་དུ་བཤད་པའི་རྒྱལ་སྲས་ལག་ལེན་བསོད་བདུན་དེ། མདོ་དང་གཏམ་པ་རྣམས་ཀྱིས་གསུང་གི་རྗེ་བཙུན་འབྲངས་པ་ཡིན་ཙང་རྒྱལ་སྲས་ལག་ལེན་འཁྲུལ་བ་མེད་པ་ཅིག་ཡིན། ཡིན་ན་ཡང། རྒྱལ་སྲས་བྱང་ཆུབ་སེམས་དཔའི་སྐྱོབ་པ་ལབ་པ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའི་ཉམས་ལེན་ལབ་པ་དེ་ཧ་ཅང་གཏིང་དཔག་དཀའ་བ། ལས་སླ་བོ་ཧ་གོ་ཐུབ་ཡ་དེ་འདྲ་ཅིག་མིན་ཙང། འོ་དེ་འདྲ་ཅིག་མིན་པ་ཡིན་ཙང། ཨ་ནི་འདིའི་ནང་ལོགས་ལ་ཨ་ནི་བརྗོད་གཞི་གི་ཚིག་ལ་བསྣུར་བ་དང་འཁྲུལ་བ་བརྗོད་གཞིའི་དོན་ལ་བསྣུར་བ་དང་འཁྲུལ་བ་འོ་དེ་འདྲ་ག་རེ་ཡོད་ན་ཡང་དམ་པ་རྣམས་ཀྱི་མདུན་ལ་བཟོད་པར་གསོལ་གྱིས་ཞེས་བ་ཡིན། དོན་དང་མདོར་བསྡུས་ན་དེ་འདྲ་ཞིག་རེད་ཨ་ནི་འོན་ཀྱང། རྒྱལ་སྲས་ཀྱོ་པ་རླབས་ཆེན་ནམ་ཟེར་འོན་ཀྱང་རླབས་དེ་འདི་སྒང་ལ་འདི་ཚིག་བཅད་སྒང་མ་དེ་ནང་ལོགས་ལ་ཨ་ནེ་སྒང་དུ་བཤད་པའི་རྒྱལ་སྲས་ལག་ལེན་སུམ་ཅུ་སོ་བདུན་དེ་རྒྱལ་སྲས་ལག་ལེན་འཁྲུལ་བ་མེད་པ་ཅིག་ཡིན་ཟེར་གསུངས་པར་བ་འོ་དེ་འོན་ཀྱང་ཟེར་བ་ཡིན་ན་ཡང་ཟེར་བ་དང་གཅིག་པར་བ་ཡིན་ན་ཡང་རྒྱལ་སྲས་ཀྱོ་པ་རླབས་ཆེན་ནམ་ཟེར།

དེ་འདྲ་ཅིག་རེད། རྒྱ་མཚོ་ཆེན་པོ་ལ་རླབས་ཡང་ཆེན་པོ་ཡོད་རོ། རྒྱལ་བའི་སྲས་པོ་སྤྱང་ཀྱི་སེམས་དཔའ་རྣམས་ཀྱི་སྤྱོད་པ་དེ་རྒྱ་མཚོ་ཅིག་ཡིན་པ་ཡིན་ན་རྒྱ་མཚོ་དེ་གའི་གཏིང་འདིང་མཐའ་དེ་དཔག་དཀའ་བ་དཔག་དཀའ་བ་ལབ་ན་ང་ཚོ་ཚོད་དཔག་བྱེད་དཀའ་བ། ང་ཚོ་ད་ག་ཟེར་འདི་འདྲ་ཅིག་ཡོད་རེད་ག་འདྲ་ཅིག་ཡོད་རེད་ཟེར་ནས་ང་ཚོ་ཚོད་དཔག་བྱེད་དཀའ་བ་རྟོགས་དཀའ་བ། དེ་འདྲ་ཅིག་ཡིན་པ་ཡིན་ཙང་སྲིད་རྟོགས་དཀའ་བའི་ཕྱིར། ཨ་ནི་འགལ་དང་མ་འབྲེལ་ལ་སོགས་གཉིས་པའི་ཚོགས་སུ་འགལ་ལབ་ན། ཨ་ནི་ཚིག་སྔ་ཕྱིའི་འགལ་བ་དཔེར་ན་རྐང་ལག་འདི་འདྲ་ཅིག་བྱེད་དགོས་རེད་ཟེར་ཤེས་དེ་འོག་ལ་ཅིག་བྱེད་དེ་སྒང་ལ་རྐང་ལག་ཤད་ཡོད་ཅུག་དེ་ག་ལྡོག་ཕྱོགས་ཆགས་ད་ཡོད་པ་དེ་འདྲ་ཅིག་ལ་འགལ་ལབ་དགོས་རེད། མ་འབྲེལ་ལབ་དེ་ག་ལ་འབྲེལ་བ་མེད་པ་ཅིག་བྱེད་རྐང་ལག་དཔེར་ན། ཨ་ནི་ཉམས་ལེན་གྱི་རིམ་པ་འདི་འདྲ་འདི་འདྲ་ཅིག་བྱེད་དགོས་རེད་ཟེར་བཤད་ཚར་བའི་རྗེས་དེ་ལ་དེ་དང་འབྲེལ་བ་རྩ་བ་ཉིད་ནས་མེད་རྒྱུ་ཅིག་བཤད་བཞག་པ་ཡིན་ན་དེ་འདྲ་ཅིག་ལ་འབྲེལ་མེད་ལབ་དགོས་རེད། གཉིས་པའི་ཚོགས་སུ་དེ་འདྲ་གི་སྐྱོན་ཡོད་པ་ཡིན་ན་དེ་འདྲ་གི་སྐྱོན་གྱི་ཚོགས་དེ་ནི་མཁས་པ་རྣམས་ཀྱི་མདུན་ལ་དམ་པ་རྣམས་ཀྱི་མདུན་ལ་དམ་པ། དམ་པ་དམ་པ་ཞེས་ལབ་དེ་གང་ལ་སྐྱེས་བུ་དམ་པ་ཡང་དག་པའི་གནས་ལུགས་ལ་གཞོལ་བ། བདེན་པ་ལ་གཞོལ་བ་བདེན་པའི་དོན་ལ་གནས་པའོ་དེ་འདྲ་གི་མི་ཅིག་ལ་དམ་པ་ཞེས་ལབ་ན་ཆོག་འགྲིག་གི་རེད། འོ་དེ་ནས་རང་ཉིད་ཀྱི་བླ་མ་དང་རང་ཉིད་ལ་བླའམ་སྟོན་མཁན་གྱི་དགེ་བའི་བཤེས་གཉེན་དེ་ཚོ་ལ་ཡང་དམ་པ་ཞེས་ལབ་ཆོག་པར་འོ་དེ་འདྲ་གི་ནི་དམ་པ་རྣམས་ཀྱི་མདུན་ལ་ང་རང་གི་ལག་ལེན་སོ་བདུན་མ་འདི་བརྩམས་པའི་གོ་རིམ་གྱི་ཁྲོད་ལ་ཨ་ནི་སྐྱོན་དང་ནོར་བ་དེ་འདྲ་ཡོད་ན་དམ་པ་རྣམས་ཀྱིས་བཟོད་པར་མཛད་དུ་གསོལ། ཨ་ནི་དམ་པ་རྣམས་ཀྱིས་བདག་ལ་ཨ་ནི་བཤམས་ཤིང་བརྩེ་བའི་སྒང་ནས་ཨ་ནི་བཟོད་པ་བསྒོམ་རོགས། རྩ་ཚིག་གི་ནང་དུ་མདོར་བསྡུ་ན་དེ་འདྲ་ཞིག་རེད།